ཞེས་ཁྲོ་ཨ་ནི་འཚམས་འདྲི་དེ་ཞུས་པ་དང་མཉམ་དུ་ད་ངས་དེ་རིང་རེས་གཟའ་ཕུར་བུ་རེད་འོ་དེ་སོང་སང་ངས་ང་རྒྱུན་བཞི་ཤ་བཅད་ད་དེ་གོང་གི་བདུན་ཕྲག་གི་གཟའ་ཕུར་བུ་དེ་ང་བཅར་ཐུབ་མ་སོང་ལེ་བར་བུ་དེར་བསྟུན་ཧོར་ཁང་བསོད་ནམས་དཔོན་པ་ལགས་ཁོ་ནང་ཚོ་ལི་ཡ་སྐུ་ཉིད་ཕོག་པའི་སྐོར་ལི་ཡ་རོབ་ཏུ་དེ་ཞུས་པ་རེད་ད་ནི་ཧོར་ཁང་གཟིམ་ཤག་གི་རྒྱབ་དང་ཡུམ་ཁོ་ནང་ཚོའི།

ད་ངས་ག་འདྲེ་ཡག་འདུག་པར་གཉིས་བོས་བཞག་ཡོད། པར་དང་པོ་དེ་ཧོར་ཁང་བསོད་ནམས་དཔོན་པ་ལ་བལྟ། ཨ་ནུ། ཁོང་གི་སྐུ་འདྲ། ད་ག་རང་བཞིན་སྐུ་འདྲའི་པར་ཡོད་ཟེར་བ་འོ་དེ་རེད་ཅེས་བརྗོད། ཨཱ་ནི་འོ་དེའི་པར་དང་པོ་དེ་ཁྱོད་ཟིན་འདུག་ཅེས་བྱས་བྱས་ད། ཟིན་ཤང་ཧོར་ཁང་གི་ལུག་ཁྱུའི་གི་ནང་ལོག་གི་མི་ནི་ཧོར་ཁང་ཕྱི་ནང་དཔོན་པ་ལ་ཁོ་རང་ཡིན་སྐད་དུ་ཁོ་ནས་ཁོང་གི་ལུག་ཁྱུ་དེ་དག་གི་ཟིན་དེ་འདྲ་དེ་ན་རག་པ་རག་པ་ཅིག་བཏང་ནས་འདྲི་བཤད་ཞུས་གྲུབ་པ་རེད་འོ་དེ་སོང་སང་ད་ག་རིགས་རྙེད་འདུག་ཟེར་མ་ཕུད་ནི་ཞུ་ཡ་སོང་སང་ཨཱ་ནི་ངས་པར་གཉིས་པ་དེ། བུས་པ་ཡིན་སྐུ་ཉིད་གཉིས་ཀྱི་འགྲོ་ལྟ་འདྲ་བར་དུ་ཁར་ཆེ་གུ་འདེད་སུ་བྱེད་ཀྱི་ཡོད་རེད་ཟེར་ནས། ད་ད་འདི་དེའི་པར་གཉིས་པ་དེ་ན་ལ་ཡོད་པའི་སྤོ་ལངས་དེ་འཁོར་ཁང་སུ་ནང་སྤེན་པ་གི་ཨ་ཅག་ལ་ཟེར་བ་ཨ་ཅེ་ཟེར་བ་སྐུ་ཟླ་ཟེར་བ་བོ་འདི་གི་པར་ལ་ཆགས་བསྡད་ཀྱི་ཡོད་རེད་སྐུ་ཟླའི་པར་ལ་ཆགས་བསྡད་ཀྱི་ཡོད་རེད།

གཞིས་ཀ་རྩེ་ཁུལ་ནས་ཁྱེད་ཀྱི་ཨ་ནེ་ཁོང་ལ་ཡང་བུ་གཅིག་དང་བུ་མོ་གཅིག་དང། ཡོད་པ་བྱས་ཨ་ནེ་དེའི་སྔ་ལོ་ནས་ད་བུ་དེ་གཞིས་ཀ་རང་ཡ་ཤག་པ་ལགས་ཀྱི་རྒྱུད་རུ་བ་འདི་འཛིན་རྒྱའི་ལས་ཀ་བྱེད་རུ་བཅུག་ཨ་ནེ་བུ་མོ་དེ་ད་ཧོར་ཁང་སི་ན་སྤེན་པ་ལགས་ཀྱི་མནའ་མ་ཆགས་པ་སོང་སོང་ཨ་ནེ་མ་ལྷ་ས་ལ་ཡང་གཟིམ་ཤང་ཧོར་ཁང་ལ་ཡང་འདུག་སྤོས་ཡོད་འདུག་ག་ནས་ཨ་ནེ་ཁོ་རང། ལྟར་འདུག་སྙམ། དུ་དང་ཐོག་རང་བྱས་པ་ཡིན་ནའང་འདུག་བྱས་བྱས། དེའི་ཚེ་བུ་མོ་དེའི་རོགས་པ་རབ་བྱེད་དག་ཨ་ནི། དེ་འདས་ལ་ཡར་བལྟས་དེ་ཚེ་དུས་ཚོད་རབ་བྱེད་དག་ཨ་ནི། དེ་ནས་ཡོན་ཁྲོད་ལ་ཡར་ལོག་ཡ་གི་ཡང་ཞིག་རྫི་མ་ལ་ཡར་ལོག་འགྲོ་ཡ་གི་བསམ་པ་འདྲ་པོ་ཡོད་ས་རེད་དོ། དེ་ལས་ཡིན་ན་ལས་འདུག་བྱས་བྱས། ཁོ་རང་གི་མཚན་ལ་ཡར་སྦས་བྱེད་ལ་ཞུགས་ཡོད་རེད་ཟེར་གྱི་འདུག།

འདུག་སེ་བྱས་རྗེས་ད་ལྟ་འདི་བྱེད་ཀྱི་མི་འདུག་ཡིན་ནའི་ལས་ཕལ་ཆེར་ན་ལོ་ལྟར་མི་མང་ཆེ་གེ་བེ་ཤི་པོ་ལགས་སེ་བྱེད་ཀྱི་ཡོད་རེད། བེ་ཤི་པོ་ལགས་ཨ་ཁུ་སོ་སོའི་ལུང་པའི་སྡེ་རབས་སྤྱི་ལ་ཡ་འདི་བྱེད་པར་བ་ང་འོན་ཏེ་བྱས་ཨ་ནུའི་བུ་མོ་འདི་འདུག་སེ་ཧོར་ཁང་བསོད་ནམས་དཔོན་འབག་གི་སྔ་མར་ཡར་བཏང་དུས་ཁ་ནས་ཨ་ནུ་སྐུ་ཉིད་གཉིས་འདུག་སྟེ་ལྷས་ས་ཡ་ཨ་ནུ། ཉོན་ཐོས་ཀྱི་ཡར་དང་ལྔ་བཅུ་ང་དགུའི་གོང་དུ་འདུག་པ་ནི་བུ་མོ་དུ་མ་འཁྲུལ་པ་དག་བྱས་བྱས་ཨ་འབོ་ལ་ཁོ་རང་ལྷས་ས་ལ་རྣལ་འབྱོར་ལ་ཕེབས་པ་ནས་བརྗོད་ཨ་ནི་ད་ད་ལྟ་བུ་དོ་བ་ཡུལ་ལ་བག་ལོ་མ་ཐུབ་རབ་བྱ་དོ་ཨ་ད་ད་ལྟ་སྲིད་དུས་བྱེ་བ་དགུ་བརྒྱ་དྲུག་ཅུ་རེ་དྲུག་བྱེ་བ་བྱ་བ་ཡོད་ར་ཨ་ཡིན་ཟེར་ན་ཨ་ནི

ཏུགས། ད། ཟིང་ཆ་ཧོར་ཁང་ལ་ཡ་ཇུས་གཉིས་བྱུང་འདུག་ག་ནས་ཨཱ་སྤོབས་ལགས་ཁོ་རང་ཡིན་ད་ཧོར་ཁང་གི་ནག་ལོག་ལ་ཡ་གནས་གནས་པ་སོང་སང་ཨཱ་ནི། སྒར་གཙོ་བའི་རྟ་ཤོག་ཕུང་སྤྲུལ་གྱི་སེམས་སྒྲ་རེ་ཞིག་དེད་ཅིང་བཅད། ཁོང་གི་རྒྱབ་ཆུང་ལ་སོགས་པ་དེ་ཚོ་ག་རེ་ཡིན་མིན་གྱི་ཡ་འདི་ཁ་གད་བཤད་ཡ་ཡོད་མ་རེད་བ་ག་ཡིན་ཟེར་ནས་ལྟ་སྐབས་དེ་དུས་ཀྱི་ལས་འགུལ་དེ་ཁྲག་རྒྱུད། གླུ་དབྱངས་ཁྲེ་ཡི་བཅས་ལས་འགུལ་ཇི་སྙེད་ཡིན་པོ་ཅི་ཡིན་པ་དང་གསར་བརྗེ་ཞི་རྒོལ་ཁང་ནི་འབྱོར་ལྡན་གྲལ་རིམ་དང་འབྱོར་མེད་གྲལ་རིམ་རིམ་གྲས་གཉིས་བར་གྱི་འཐབ་རྩོད་ཡིན་ཟེར་བསྡད་དུས་ཁོང་ནི་ཁོང་ཀྱི་རིམ་གྲས་མཐོ་བ་དེའི་ཁུངས་གཏོར་ཡ་ཁྱབ་བསྡད་ཡོད་ར་སྐབས་དེའི་གནས་སྟངས་ཡ་གཟིམ་ཤ་ཧོར་གང་ནས་ཡོད་བསྡད་དུས་འོང་འདུག་ཟེར་བྱས་དམ་ཚིག་དྲག་པོ་ཕོག་ཡ་གི་བདག་ཇི་སྙེད་རུ་དེ་འོ་འདུག་བྱུང་ཤ། ག་ཡིན་ནས་ལེན་འདུག་བྱས་ཀྱི་བེ་ཤི་པོ་ལ་ལས་ཐང་ཚིག་དང་ཡག་གི་ད། གཅིག་གི་ཁ་སོག་ད་ནང་གཉིས་ཡོད་ཀྱང་རུང་མེད་ཀྱང་རུང་ད་སྐབས་དེ་དུས་ག་ནས་ཐང་ཚིག་ད་དུས་ག་ནས་སྐོར་གོམ་གཤིས་དེ་འདའི་རོགས་ཅིག་ཡོད་དེ་དུས་ག་ནས་ཨ་ནི་ནང་གཉིས་ཀྱི་ཟོག་གོར་བ་ད་ཨ་ནི་བ་དེ་ནང་གཉིས་ཀྱི་ཟོག་གོ་དུས་ག་ནས་ཨ་ནི་ཧོར་ཁང་སིམ་ཤ་ལ་ཡ།

ཁོག་ཡག་འདི་འདྲའི་འོས་གོམས་ཤིག་བྱུང་ཡོད་དུས་ཀ་ནས་ཨ་ནི། སྐབས་དེ་དུས་ཀ་ནས་སུམ་བྱ་ཧོར་ཁང་ནས་ད་ལྟ་དེའི་དམག་ཆས་དེ་ཐོན་པར་གཟིགས་འདུག་ཨ། ཨང་འོ་དེ་ཡོད་དུས་ཀ་ནས་ད་ཁོའི་ཆ་ལུགས་དེ་ཡང་བལྟས་པ་ཡིན་ན་ཨང། ཁྱེད་ལ་ཡག་འདུག་ཟེར་བྱས་བྱས་གཡོག་བྱ་བའི་ཐག་པས་དེའི་པ་ཏྲ་ཞིག་དང་ཨ་པ་ཏྲ་དེ་ཚོ་དང་དེ་ཚོ་བལྟས་པ་ཡིན་ན་ཨ་ནི་འདུག་ཟེར་བྱས་བྱས་དང་བྱས་དང་དགུ་བརྒྱ་ལྔ་བཅུ་ང་དགུ་གོང་ལ་ཡག། ང་རང་ཚོ་རང་གཞུང་ག་འདྲའི་ཕོ་བྲང་གི་མངའ་འོག་ལ་ཡང་ཡོད་པས་ཨ་ནི་བོད་མི་བོད་དམག་གི་དམག་ཆས་ཀྱི་བཟོ་ལྟ་ཅིག་རེད་ད་དེ་ཤེས་སོན་རེད་ཡ་ལ་ཡ་སྐབས་དེ་དུས་དང་པོའི་དམག་ཆས་འདི་འདྲ་བོ་འདི་ཚོའི་གྲས་ཁང་གི་འབྱུང་ཁུངས་རེད་དེ་ད་ཨིན་ཇིའི་དམག་མིའི་དམག་ཆས་ལ་ཡང་ནས་བྱུང་བསྡད་པ་རེད་གང་ཡིན་ཟེར་ན་ཨིན་ཇིའི་དམག་མིའི་ད། མ་དགོན་ད་བོན་ཡན་ཆད་ལ་ཡང་འདི་དང་འདི་འདྲ་བའི་ཆས་འདི་འདྲའི་གཅིག་ཡོད་དུས་ག་ནས་ནི་ང་རང་ཚོའི་བོན་དམག་ཚོའི་དམག་ཆས་ལས་ཨོ་འདི་འདྲའི་ཆས་ཆས་འགྱུར་བ་གཏང་ཡག་གི་དུས་ཚོད་ཞིག་བྱུང་བར་བ་དོན་དགུང་གྲི་བཅུ་གསུམ་པའི་སྐབས་ལ་ཡང་ཨོ་དེ་དུས་ག་ནས་བཟོས་བཞག་པའི་དེ་དམག་ཆས་རེད་བཞག་ད་ཡིན་ནས་ལས་དགོས་འཕྲོ་བར་ཅི་ག་ཡོད་རེད་ཟེར་ན་ད་དེ། དོན་དངོས་གནས་ར་ཇི་ད་མ་བཅས་ཀྱི་སུ་ལ་ད་གི་ཡོད་རེད་ཟེར་ན་དངོས་གནས་རང་བཤད་པ་ཡིན་ན་ཨ་ནི་འདུག་བྱས་རྗེས་མ་བྱས་ཏེ་དེ་སྔ་ད་ལྔ་བཅུ་ང་དགུའི་གོང་ལ་ཡ་ཧོར་ཁང་བསོད་ནམས་དཔོན་པ་ལ་ཁོ་རང་གི་ཆོས་ཉུང་ཡོད་པའི་མ་བཅས་ཅི་རེད་ད་ཡིན་ཟེར་ན་སྐབས་དེ་དུས་ད་ནི་ཧོར་ཁང་བསོད་ནམས་དཔོན་པ་ལ་འདུག་བྱས།

ནག་ཉེས་རེད་ཅེས་གཙུག་དགུ་བསྐུར་བ། མི་དེ་འདི་འདྲས་ཀྱི་རེད་ཟེར་ཡར་བྱེད། འོ་ད་འདི་གཙུག་ཡག་ཞིང་དག་གེ་མེད་དེ་དུས་ག་ནས་དམག་བཅས་དེ་དོན་པ་དག་ལམ་སང་དག་བདག་ཁོ་ང་མ་བས་དུས་དམག་དཔོན་བྱེད་མྱོང་འདུག་ཞེས་བྱས་ལུག་བུས་ཨུ་ལི་ཡ་ད་བདག་བཅས་བྱེད་ཡག་གི་གོམས་གཤིས་ཡོད་མར་བ་དེ་དུས་འོ་དེ་བྱས་བྱས་འོ་འདུག་སུ་ད་བས་ཞིག་པོ་ལང་ལི་ཡ་འོ་འདུག་བྱས་བྱས་དམག་བཅས་ཡོད་བྱས། ཁྲོམ་སྐོར་ལ་ཁྲིད་ཡ་དང་ནི་དམ་ཚིག་བཏང་ཡ་ནི་ལྷ་འདྲེ་དོན་གྱི་ནང་ལ་ཡ་ཚུད་ཡ་ལ་རྒྱུ་རྐྱེན་རིགས་ཀྱི་ཟེ་བ་མར་པའི་འོ་ད་དེ་དམག་ཆས་དེ་ལ་ཡ་ཚུད་ཀྱི་ཡོད་ཟེར་ཤག་ཨ་ནི་འོ་དེ་ཚུད་ཀྱི་ཡོད་དུས་ག་ནས་ད་རིག་གནས་གསར་བརྗེའི་སྐབས་ལ་ཡ་ཀུ་དུས་ཚོད་དེའི་སྐབས་ལ་ཡ་ཨ་ནི་འོ་ན་རང་བཤད་མི་ནི་བེ་ཤི་པོ་ལ་ཁོ་རང་རང་ད་ལོ་ནའི་སྔོན་ནས་བཤད་ན་དྲུག་ཅུ་གྲོས་བྱས་བདུན་ཅུ་ཟིན་ལ་མ་ཟིན་དེ་འདྲས་ཅིག་ཙང་ཡ་སླེས་བསྡད་འདུག་ཨ། འོ་དེ་ཅི་འདུག་ག་ནས་དངོས་གནས་རང་བཤད་པ་ཡིན་ན་དེ་འདྲ་བྱས་བྱས་ད་ཐམས་ཅད་བཏང་ནས་ཕན་པ་མེད་བསྡད་པར་ཅི་ད་ཐམས་ཅད་བཏང་ཡག་གི་ད་ཁྲིམས་ཆད་བྱེད་ཡག་གི་ད་ལོས་ཆད་ར་ཅི་ཡོད་ར་འོ་དེ་ནས་རོབ་རྩེ་ཅི་ད་རྒྱལ་བསྡད་ཡོད་རེད་ད་ཡིན་ན་གླེ་བསྐོར་རིག་གནས་གསར་བརྗེ་ཆེན་པོ་ཟེར་ཉེས་དོ་བསྐོར་ཁྲིམས་མེད་ལུགས་མེད་བྱེད་ཡག་གི་དུས་ཚོད་ཅིག་ལ་གླེ་ཡོད་འདུག་ག་ནས་ཨ་ནི། ཅིག་ཧུར་བརྩོན་ཅན་ཚོས་གང་རེད་ལབ་པ་ཡིན་ནའི་ལན་འོ་འདི་འདུག་བྱས་རྗེས་ད་མངོན་གསལ་ཆེན་པོ་ཞུ་གི་ད་དེ་དོན་ངོ་མ་ཡིན་བདེ་བར་གྱིལ་ཡ་ཚང་མས་ད་བཤད་དགོས་ཀྱི་ཡོད་བསམ་འོ་འདུག་བདེ་ཞིག་པོ་ལ་ལ་ཡ་འདུག་བྱས་རྗེས་ད་འོ་ང་མ་ད་བལ་ཆེ་མེད་འདི་ད་ལགས་པ། ཁྱི་སྨྱོན་མེད་པས་བགྲེས་སོང་དགའ་བོ་ཅི་ལ་ཡ་ཨ་ནི་དམག་དཔོན་གྱི་ཉེ་ཆད་ཀྱི་མིང་བཏགས་ཅེས་འོང་འདུག་ཤེས་ཀྱི་འོང་ཐམས་ཅད་བཏང་ཤག་ཨ་ནི་ད་ག་ནང་བཞིན་གྱི་ཨ་ནི་པར་ཏི་ན་ལོག་ལ་གསལ་བོར་འདུག་གར་ཡོང་རེད་ཟེར་ན་ད་ད་ལྟ་ཆོས་ལུགས་ཀྱི་ཐོག་རྣམ་པའི་ཐོག་ནས་ཐོན་ཡག་གི་འོང་ད་ཚ་ལག་པ་ཨུཏྤལ།

ལྟ། གནས་ཚུལ་འདི་ལྟ་འདི་འདྲ་བའི་གསུང་སྒྲ་རབ་བུ་ཏིང་ཏེ་འདུག། མི་གཞན་ལ་ཡང་བཤད་ཁ་ཅིག་ན་སྔོ་ན་ཀོར་ལྟ་རྒྱལ་མོ་ཤོ་ཡ་རིན་པོ་ཆེ་རེད་ཆ་དེ་གི་ཡོད་རེད་དེ་ལས་ལྟ། ཡིན་ནའི་སྐབས་དེ་དུས་ལྟ་ཆོས་ཉིད་འདི་འདྲའི་ཆེ་ཆུང་ཚ་དུས་དཀའ་ནས་ཨ་ནི། ལྟ། དཀའ་ངལ་དེ་འདྲའི་རབ་ཅིག་སེམས་ཤ་ཧོར་གང་གི་ལྟ། ཨང། མནའ་མའི་བག་ལ་ལས་འདུག་སེ་ཅེས་ཉམས་དོད་ཁོ་བསྡད་འདུག་ཨ་འོ་དེ་དེ་འདྲའི་རབ་ཆེ་རེད་ཤ། ཨ་ནི་འོ་དེ་ཡིན་དུས་ཀ་ནས་ཨ་ནི་ང་རང་ཚོའི་ཧོར་ཁང་གི་ཡ་ཐམས་ཅད་བདག་གཉེར་གྱི་རྒྱབ་ལྗོངས་ཀྱི་མི་དེ་ཚོའི་གྲལ་ན་ལོ་ལེགས་འདུག་ཟེར་ཞིབ་ཕྲ་ར་པོ་བྱས་བལྟས་པ་ཡིན་ན་ཨ་ནི་ཐམས་ཅད་དང་ས་འདི་ག་རེ་བྱས་ན་ལེགས་འོ་བ་ལེན། གྲོང་མི་ཨུ་ཡོན་ལྷན་ཁང་གི་མི་ཁུངས་གཅིག་ཡར་ཁྱབ་བསྡད་པ་ཡོད་པ་དེ་མཐོང་གི་འདུག་གང་ཡིན་ཟེར་ན། པར་དེའི་ནང་ལོགས་ལ་ཡར་ཡོད་པའི་མི་མང་པོ་གཅིག་དེ་སྔ་ང་རང་ཚོའི་བུད་མེད་ཀྱི་སྤྲུལ་སྐུ་གཅིག་རང་ལས་མེད་པ། བསམ་འདི་རྡོ་རྗེ་ཕག་མོ་ལ་ཡང་དམ་ཚིག་བསྡམས་པའི་སྐབས་ལ་ཡང་མི་དེ་ཚོའི་གྲས་ཁ་དོན་ཡོང་གི་འདུག་འོ་དེ་ཡིན་བསྡད་དུས་གང་ལ་ཡུལ་དང་གནས་དེ་ཨོ་བྷ་ལིན་གྲོང་མི་ཨུ་ཡོན་ལྷན་ཁང་གི་གཡས་གཡོན་དུ་བ་དེ་ཡིན་བསྡད་པ་གྱིས། གདུག་རྩའི་རང་བཞིན་གྱི་ར་འཕྲོད་ཡོང་ཉེན་རེ་ཞིག་འདུག་ང། འོན་ཏེ་ཡིན་རྒྱུ་ག་ནས་ཨ་ནི་དེའི་སྐོར་ལ་ཡ། གདུག་རྩའི་རྗེས་ཚེ་རིང་བོ་ཞིག་ལ་རེ་ད་ལོ་མང་པོ་ཕྱིན་པའི་ཞུ་སྒོ། ཨ་ནི་ཧོར་ཁང་གི་མི་རྒྱུད་ཡིན་པ། སྲས། ཧོར་ཁང་བྱམས་པ་བསྟན་བདག་ལགས་ལ་ཡ། ཚེ་རིང་བོ་ཞིག་ལ་རེ་གཅེས་འདྲི་ཞིག་གནང་བཞག་ཁོ་རང་དངོས་སུ་ཐུག་རྗེས་གཅེས་འདྲི་ཞིག་གནང་བཞག་འོ་དེའི་ཚིག་དོན་མཐུན་འགྱུར་ཞིག་འདུག། འོ་འདི་ངས་དེ་སྔ་འཇའ་ལོགས་སུ་ཕུལ་ཆོག་ལ་ཅི། འདྲ་པར་འདིའི་ཐོག་ནས་གུས་མོས་ཧོར་ཁང་བྱམས་པ་བསྟན་དར་ཐོག་མར་མཇལ་བའི་སྐབས་ཁོང་གི་ཤུགས་དྲག་ཆེ་ལ་སྐད་སྒྲ་མེད་པའི་ངུ་འབོད་དང་སྦྱང། དེ་བཞིན་ཁོང་གི་སྐྱོ་སྣང་ཆེན་པོའི་ངང་ཚུལ་རྣམས་གྲང་ཤུར་རིར་དྲན་བྱུང། ཁོང་གིས་འདི་འདྲ་གསུངས་དོན་ལ། དེ་སྔོན་གུས་པའི་པ་ལ་ནས་གསུངས་མྱོང་བར། ཁོང་ལ་འཐམ་འཁྲིད་གཏོང་བའི་སྐབས་འདྲ་པར་ལེན་མཁན་ཡོད་པ་མཐོང་མྱོང་ཡོད། ཡིན་ནའི་དེའི་སྐབས་ང་རང་ལྷ་སར་མེད་པས་མི་ཚེ་འདིར་སྣང་ཚུལ་འདི་འདྲ་བ་ཞིག་མཐོང་གི་རེད་བསམ་པ་ཡུལ་ལ་མ་བྱུང། ཡང་འདྲ་པར་འདིའི་ཐོག་གི་སྦས་གཞི་པར་ལ་ཧོར་ཁང་བྱམས་པ་བསྟན་དར་ཁོང་གི་སྤོ་ལ་ཡིན་དུས། ཁོང་གིས་པར་ཆས་ལ་མིག་ཅེར་ཐོན། ཧོན་ཐོར་བའི་སྒོ་ནས་བཅིངས་འགྲོལ་དམག་གི་དམག་དཔོན་ཡིན་པའི་གུས་པའི་པར་ལ་དང་འཁྱུག་ཙམ་རིང་བལྟ་རེས། ཡང་གནང་འདུག་འོ་ད་འདི་འདུག་བྱས་རྗེས་འདི་བ་དོ་འདུག་ད་ཧོར་ཁང་བསོད་ནམས་དཔལ་འབར་ལགས་དང་ཧོར་ཁང་མི་རྒྱུད་ད་ནི་ཁོང་དང་འབྲེལ་བ་ཡོད་པའི་ཧོར་ཁང་གི་མནའ་མའི་ཁྱིམ་ཚང་ནས་ཡང་བྱུང་པས་ད་ཁྱོད་ཉིད་འདི་རེད་བཞག་འོ་དེ་དེ་འདྲའི་རེ་བ་ཅིག་མདོར་བསྡུས་རེ་བ་ཅིག་ཞུས་གནང་བསམས་སོ། ཨ་ནི་ད་དེ་ནས་ཉིན་མོ་མཐུན་ནི་འདུག་ཟེར་ཅེས་ཞུ་ཡག་གི་བརྗོད་བྱ་ཨང་གཉིས་པར་དེ་ག་གི་ཆགས་ཀྱི་ཡོད་རེད་ཟེར་ན་ད།